དཔེར་ན། ཁོང་གིས་རང་ཉིད་ཀྱི་ཁང་པ། མི་གྲོ་གྲུ་བཞི་མ་སྟོང་ཕྲག་ལྔ་བཅུ་ཅན་གྱི་ཁང་ཆེན་དེ་དང་ད་དུང། ལེམ་བྷོ་གྷི་ནི་ཟེར་བའི་མོ་ཏྲ་ཆེན་པོ་ཨ་རིག་འགྲོ་ལོར་མི་ལོན་གཅིག་ཡང་ན་ས་ཡ་གཅིག་ཡིན་པའི་མོ་ཏྲ་དེ་དང་ད་དུང། ཨ་རིག་འགྲོ་ལོར་མི་ལོན་གསུམ་སོ་བདུན་ཡང་ན་ས་ཡ་གསུམ་སོ་བདུན་ཡིན་པའི་གྲུ་གཟིངས། བཅས་ཀྱི་ཐོག་ལ་འགྲོ་སོང་བཏང་འདུག་ཅེས་སྐྱོན་འཛུགས་བྱེད་ཀྱི་ཡོད་པ། ལྷན་རྒྱས་ཁམས་བཟང། ཐོག་མ། འཛམ་གླིང་ཤེས་རྟོགས Tibet Global Insights ལ Subscribe གནང་རྒྱུའི་རེ་བ་ཞུ་རྒྱུ་ཡིན། ངས་འཛམ་གླིང་གི་གསར་ཁང་ཆེ་ཁག་ཁག་ནས་གསར་འགོད་སྙན་ཐོ་གཟའ་ཟླ་བ་ནས་པ་སངས་བར་ཉིན་རེར་རེ་རེ་ཕུལ་གྱི་ཡོད་པས་དེ་རིང་གི་གསར་འགོད་སྙན་ཐོ་དེ་ནི། རྒྱ་ནག་དམར་ཤོག་ཚོགས་པར་ངོ་རྒོལ་བྱེད་མཁན་གྱི་རྒྱ་རིགས་ཚོང་དཔོན་ཆེན་པོ། གོ་ཝང་གོའེ་ཟེར་བ་ཁོང། ཨ་རིའི་ཁྲིམས་ཁང་ནས་ལོ་སུམ་ཅུ་ལོ་ཐག་བཅད་པའི་སྐོར་ཞིག་བྷི་བྷི་སི་གསར་འགོད་སྙན་ཐོ་ཞིག་སྤེལ་འདུག་བས་དེ་རིང་སྙན་ཐོ་དེ་ཡི་སྙིང་བསྡུས་ཁྱེད་རྣམ་པར་ཞུ་རྒྱུ་ཡིན་པས་ཚང་མས་གསན་རྒྱུ་སྤྲོ་བོ་ཡོང་བར་ཞུ། དེ་ནི་ཉིས་སྟོང་ཉི་ས་དྲུག་ཟླ་བ་དྲུག་པའི་ཚེས་སུམ་ཅུ་ཉིན་གནས་ཚུལ་ཐོན་པར། ཚོང་དཔོན་ཆེན་པོ་དེ་ཡིས། སྔར་རྒྱ་ནག་དམར་ཕྱོགས་ཀྱི་སྲིད་དབང་འོག་ཚོང་ལས་ལས་ཀ་མང་པོ་བྱས་ཏེ་ཁོང་རྒྱ་ནག་ནང་གི་མི་སྣ་ཕྱུག་ཤོས་གྲལ་དུ་ཚུད་ཀྱི་ཡོད་པས། ཚོང་དཔོན་ཆེན་པོ་གོའུ་ཝེན་གོའི་ཟེར་བ་དེ་ཡིས་རྒྱ་ནག་ནང་དུ་སྲིད་གཞུང་གི་མི་སྣ་མཉམ་དུ་འབྲེལ་བ་ཡག་པོ་ཡོད་པས་ཁོང་གིས། མང་ཆེ་བ་དེ་ནི Property Developer ཡང་ན་ཁང་པ་གསར་སྤེལ་བྱེད་མཁན་གྱི་ཚོང་ལས་བརྒྱུད་དངུལ་བཟོས་ཏེ་རྒྱ་ནག་ནང་དུ་ཕྱུག་པོ་ཧ་ཅང་ཆགས་ཡོད་པས། རྗེས་མར་ཉིས་སྟོང་བཅུ་བདུན་ལོར་རྒྱ་ནག་གཞུང་གི་འགོ་ཁྲིད་ཁག་ཅིག་གིས་ཁོང་ལ། ལྐོག་ཟ་རེ་བཟུང་ཡང་ན་དཀར་རབ་གཤོན་གྱིས་ནག་ཉེས་བཙུགས་བ་དང། དེའི་རྗེས་སུ་ཁོང་ཨ་རི་ལ་བྲོས་འབྱོར་ཕྱིན་ཏེ་ཨ་རིའི་ནང་ལ་ཁོང་གི་ཆབ་སྲིད་ཀྱི་སྐྱབས་བཅོལ་ཞུས་ཏེ། ཁོང་གིས་བཤད་རྒྱུ་ལ། ང་ནི་རྒྱ་ནག་གཞུང་གིས་ཆབ་སྲིད་ཀྱི་འབྲེལ་བའི་ཐོག་ལྐོག་ཟ་རེ་བཟུང་ལ་ཁ་གཡར་ཏེ། རྒྱ་ནག་གཞུང་གིས་ང་ལ་དཀའ་ངལ་བཟོས་ཀྱི་འདུག་ཅེས་པའི་རྗེས་ཏེ་ཁོང་གིས་ཨ་རིའི་ནང་དུ་ཨ་རིའི་ནང་སྐྱབས་བཅོལ་ཞུས་ཏེ་ཁོང་དེ་ནས་བཟུང་ཨ་རིའི་ནང་དུ་གནས་སྡོད་བྱེད་ཀྱི་ཡོད་ཡིན་པ་རེད། ཨ་རིའི་ནང་གནས་ཏེ་ཁོང་གིས་རྒྱ་ནག་དམར་ཤོག་ཚོགས་པའི་བྱེད་སྟངས་བྱེད་ལུགས་ལ་སྐྱོན་བརྗོད་མང་པོ་བྱས་ཏེ་ཁོང་གི་དྲ་རྒྱའི་བརྒྱུད་མི་མང་དག་ཞིག་ཁོང་ལ Follow ཡང་ན་ཁོང་གི་རྗེས་སུ་འབྲང་གི་ཡོད་པས། ཁོང་གི་རྗེས་འབྲང་བ་ཡང་ན Followers མང་ཆེ་བ་ནི་ཨ་རིའི་ནང་གི་རྒྱ་མི་རིགས་རྣམས་ཡིན་པ་དང། ཁོང་ག་ལེར་ཨ་རིའི་ནང་དུ་ཡོད་པའི་རྒྱ་མི་རིགས་ཀྱི་མི་མང་ཚོས། ཁོང་རྒྱ་ནག་གི་དམངས་གཙོ་ལ་རྒྱབ་སྐྱོར་བྱེད་མཁན་ཞིག་ཡིན་པའི་ཡིན་རབས་ཀྱི་མཐོང་ཚུལ་ཆགས་པ་དང། ཁོང་ལ་མང་པོས་རྒྱབ་སྐྱོར་ཡང་གནང་གི་ཡོད་ཡིན་པ་རེད། དེའི་རྗེས་སུ་ཇེ་མང་ཉིས་སྟོང་ཉི་ཤུའི་ལོར་ཨ་མི་རི་ཀའི་སྲིད་འཛིན Trump གྱིས་སློབ་སྟོན་པ་ཟུར་པ Steve Bannon ཟེར་མཁན་ཁོང་དང་མཉམ་དུ། ཁོང་གཉིས་ཀས New Federal State of China ཡང་ན་རྒྱ་ནག་མཐུན་ཚོགས་གསར་པ་ཟེར་བའི་ཚོགས་པ་ཞིག་བཙུགས་ཏེ་ཁོང་ཚོས་རྒྱ་ནག་དམངས་གཙོ་ཅན་དང་རྒྱ་ནག་གསར་པའི་ཐོག་ལ་ལས་ཀ་བྱེད་མདོག་བྱས་ཡོད་ཡིན་པ་རེད། ཡིན་ན་ཡང་སྔ་དྲོ་བའི་གནས་ཚུལ་ཞིག་ལ Steve Bannon ཁོང་ནི་ཇོ་མང་དེ་རིང་གི་ཇུས་གཞི་མགོ་དབྱིངས་སྐོས་ཚོང་པ་ཆེན་པོའི་ཁོངས་ཀྱི་གྲུ་གཟིངས་ནང། ཨ་རིའི་བདེ་འཇགས་ལས་ཁུངས་ཀྱི་མི་སྣ་ཚོས Steve Bannon འཛིན་བཟུང་བྱས་ཡོད་པས་དེ་དང་འཛིན་བཟུང་བྱེད་དགོས་དོན་གྱི་རྒྱུ་མཚན་ནི། ད་ལྟ་ད་ལྟའི་རྒྱ་རིགས་ཀྱི་ཚོང་དཔོན་དང་ཁོང་གི་ནག་ཉེས་ད་ལྟའི་ནག་ཉེས་ཐོག་ལ་འབྲེལ་བ་མེད་ཡིན་པ་རེད། ད་ལྟའི་རྒྱ་རིགས་ཀྱི་ཚོང་དཔོན་ཁོང་གི་ལོ་སུམ་ཅུའི་ལོ་རྟགས་བཅོལ་བའི་ནག་ཉེས་དེ་ནི། ཨ་རིའི་གཞུང་གིས་ངོ་ཚབ་བྱས་པའི་ཡང་ན Prosecutors ཁོང་ཚོས་གསུང་སྟངས་བྱས་ན། ད་ལྟའི་རྒྱ་རིགས་ཀྱི་ཚོང་དཔོན Gor Seung-ye ཁོང་གིས་ཉིས་སྟོང་བཅོ་བརྒྱད་ནས་ཉིས་སྟོང་ཉིས་བརྒྱ་གསུམ་བར་ཁོང་ལ་བྱེས་སུ་བགྲང་མཁན་གྱི་མི་མང་ཚོས་ནས་ཁོང་གིས་ཨ་རིའི་འགྲོ་ལོར་བྷི་ལིན་གཅིག་ཡང་ན་ཐེར་འབུམ་གཅིག་ཙམ་བསྡུ་རུབ་བྱས་ཏེ། དངུལ་དེ་དག་ཐམས་ཅད་རྒྱ་ནག་ནང་ལ་དམངས་གཙོ་ཐོབ་ཐབས་ཆེད་དུ་འགྲོ་སོང་གཏང་རྒྱུ་ཡིན་པའི་ཡིན་མདོག་བྱས་པར་ཡིན་ན་ཡང་ཁོང་གིས་དངུལ་དེ་དག་ཐམས་ཅད་ཚོང་དཔོན་ཆེན་པོ་ཁོང་གིས་གེར་གྱིས་སྐྱིད་སྤྲོད་ཁང་ལ་འགྲོ་སོང་བཏང་འདུག་ཅེས་བཤད་ཡོད་པ། ཁོང་གིས་འགྲོ་སོང་བཏང་ས་རྣམས་ནི། དཔེར་ན། ཁོང་གིས་རང་ཉིད་ཀྱི་ཁང་པ། མི་གྲོ་གྲུ་བཞི་མ་སྟོང་ཕྲག་ལྔ་བཅུ་ཅན་གྱི་ཁང་ཆེན་དེ་དང་ད་དུང། ལན་བྷོ་གྷི་ནི་ཟེར་བའི་མོ་ཏྲ་ཆེན་པོ་ཨ་རིའི་ཀྲོ་ལར་མི་ལོན་གཅིག་ཡང་ན་ས་ཡ་གཅིག་ཡིན་པའི་མོ་ཏྲ་དེ་དང། ད་དུང། ཨ་རིས་འགྲོ་ལོར་མི་ལན་གསུམ་སོ་བདུན་ཡང་ན་ས་ཡ་གསུམ་སོ་བདུན་ཡིན་པས། གྲུ་གཟིངས། བཅས་ཀྱི་ཐོག་ལ་འགྲོ་སོང་བཏང་འདུག་ཅེས་སྐྱོན་འཛུགས་བྱེད་ཀྱི་ཡོད་པ། ཡིན་ན་ཡང། མགོ་བ་ཁོང་གིས། དེ་དག་ཐམས་ཅད་བདེན་པ་མ་རེད་ཅེས་བཤད་ཀྱི་ཡོད་པ། གནད་དོན་དེ་དག་ཐམས་ཅད་ཐོག། ཁྲིམས་དཔོན་ཨ་ན་ལི་སཱ་ཏོ་རེས་ཁོང་གིས་གསུངས་བར། ཁྱོད་ཀྱིས་མི་མང་མང་པོས་ཡིད་ཆེས་དང་རེ་བའི་ཐོག་བེད་སྤྱོད་ལོག་པ་བཏང་སྟེ་མི་མང་ཚོར། མགོ་སྐོར་བཏང་སྟེ་སོད་སོད་གེར་གྱི་ཆེད་དུ་དངུལ་དེ་དག་ཧམ་ཟ་བྱས་པ་དེ་ཡིས། དེ་ལ་ཆད་པ་ཕོག་རྒྱུ་རེད་ཅེས་བཤད་ཡོད་པ་དང། ཡིན་ན་ཡང་ཚོང་དཔོན་ཆེན་པོ་གོ་ཨ་ཁོང་གིས་དེ་དག་ཐམས་ཅད་བདེན་པ་མ་རེད་ངས་དངུལ་དེ་དག་ཚང་མ་འཐབ་རྩོད་ཆེད་དུ་བཏང་ཡོད་ཅེས་བཤད་པ་དང། ཡིན་ན་ཡང། ཁོང་ལ། ནག་ཉེས་ཕོག་སྟེ་ད་ཆ། ལོ་སུམ་ཅུའི་རིང་བཙོན་ཁང་ནང་དུ་འགྲོ་དགོས་པའི་གནས་སྟངས་ཆགས་ཡོད་ཡིན་པ་རེད། ཅེས་དེ་རིང་གི་གསར་འགོད་སྙན་ཐོ་དེ་ཡི་སྙིང་བསྡུས་དེ་ནས་ཞུས་ཟིན་སོང། དེ་ནས་ལས་རིམ་དེ་ད་གར་མཚམས་བཞག་རྒྱུ་ཡིན། གལ་ཏེ་ལས་རིམ་དེ་ཡག་པོ་འདུག་དགོངས་ན། དགའ་རྟགས་ནོན་པ། རྒྱུ་སྐོར་བྱས་པ། གཞན་ཡང།